ཐར་བར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་འབབ་པ། རྩ་བའི་ས་བཅད་བཞི་བ་ཐར་བར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་འབབ་པ་ལ། གཞུང་འདིར་སྐྱེས་བུ་འབྲང་འདིར་རྩ་བའི་ས་བཅད་ལ་གཉིས་རང་མཛད་པའི་གཉིས་པ་དེ་ལས་ཐར་བའི་ལམ་ཉམས་ལེན་གྱི་རིམ་པ་ནི་ཞེས་གསུངས་པ་དང་དོན་འདྲ་བས་དེ་ལ་གཉིས། རྟེན་ཇི་ལྟ་བའི་འཁོར་བ་ལྡོག་པ་དང། ལམ་ཇི་འདྲ་ཞིག་བསྒོམས་པའི་འཁོར་བ་ལས་ལྡོག་པའོ། དང་པོ་ནི་དེ་ལྟར། དེ་འབྱུང་ལས་ཉོན་གྱིས་གང་གིས་འཁོར་བར་འཁོར་ཚུལ་གསུངས་པ་དེ་དང་དེ་འདྲའི་ཡན་ལག་ཇི་སྙེད་ཀྱི་སྒོ་ནས་འཁོར་བར་འཁོར་ཚུལ་གསུངས་པ་ཉིད་ཀྱི་ཐོག་ནས་བསམ་ན། འཁོར་བ་འདི་ལས་འབྲལ་ཐབས་དང་ལྡོག་ཐབས་ཐར་ཐབས་ཡོད་པའི་ངེས་ཤེས་རྙེད་དེ་ཐར་བ་ནི་ངེས་པ་དོན་དུ་ཉིན་རེ་བའི་གྱི་དམིགས་ཡུལ་ལམ་བསྒྲུབ་བྱ་གལ་ཆེན་ཞིག་ཏུ་མཐོང་སྐབས་དེ་སྒྲུབ་བྱེད་ཀྱི་ཐབས་ལ་བརྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལྡོག་ཅེ་ན། ད་ལྟ་རང་རེས་ཐོབ་པའི་དལ་འབྱོར་གྱི་མི་ལུས་འདི་འཁོར་བ་ལྡོག་པའི་རྟེན་མཆོག་ཏུ་གྱུར་ཏེ། འདི་ཕྱི་གནས་སྐབས་མཐར་ཐུག་རང་བཞིན་མཁན་ལ་ཕན་ཐོགས་བྱ་བའི་འགལ་རྐྱེན་བྲལ་ཞིང་མཐུན་རྐྱེན་ཚང་ཚེ་ཞིབ་པ་སྔར་སྐྱེས་བུ་ཆུང་ངུའི་སྐབས་སུ་བཤད་ཟིན་པ་ལྟར་རོ། གཉིས་པ་ལམ་ཇི་འདྲ་ཞིག་གིས་བསྒོམས་པའི་འཁོར་བ་ལས་ལྡོག་པ་འདི་ལ་གསུམ། ལྷག་པར་སེམས་ཀྱི་གྲངས་ངེས་བ་དང་གོ་རིམ་ངེས་བ། ལྷག་པ་གསུམ་གྱི་རང་བཞིན་ནོ། སྐབས་འདིར་ཐོག་མར་ལྷག་པ་གསུམ་མདོར་བསྟན་ན། སྔར་སྐྱེས་བུ་ཆུང་ངུའི་ལོ་སྦྱང་བའི་སྐབས་དེར་མིའི་ལུས་རྟེན་རྩ་ཆེ་ཡིན་པ་དང་དེ་བསྒྲུབ་བྱ་ཡིན་པས། དེའི་ཆེད་དུ་ཉོན་མོངས་པའི་དབང་ལས་བྱུང་བའི་ཉེས་སྤྱོད་སྡོམ་པ་ལ་མི་དགེ་བཞི་སྤོང་གི་ཚུལ་ཁྲིམས་ལ་བརྟེན་ནས་སྔོན་དུས་ལས་རྟེན་སྒྲུབ་ཕྱིར་བཤད་དེ། རེ་ཞིག་ཉེར་ལེན་གྱི་ཕུང་བོ་འདི། རང་རེར་ཆེས་སྒྲུབ་པར་ཉེ་བར་མཁོ་བས། དཔེ་ཆོས་ཚུལ་བཞིན་ཤིས་ན་ཕན་ཐོགས་པས་དེ་ལ་བརྟེན་དགོས་པར་གསུངས་ཤིང་རྒྱལ་བུ་འབྲིང་གི་སྐབས་འདིར། ལོ་སྦྱོང་བའི་ཚད་ཅུང་ཟད་མཐོ་བར་སོན་པས། སྔོན་དུས་ལས་རྟེན་ཉེ་བར་ལེན་པའི་ཕུང་བོ་དེ་གཙིགས་ཆེན་མི་འཛིན་པར་སྡུག་བསྔལ་མཐའ་དག་རྩ་བ་འདིའི་དབང་གིས་བྱུང་བས་ཉེས་དམིགས་སུ་བལྟས་ནས་སྤང་བྱར་བཤད་དེ། དེ་ལས་ཐར་བའི་ཆེད་དུ་ཉོན་མོངས་ལས་བྱུང་བའི་ཉེས་སྤྱོད་ལ་སྡོམ་པ་ཙམ་དུ་མ་ཟད། ཉེས་སྤྱོད་དེ་རྣམས་གང་ལས་བྱུང་བའི་ཉོན་མོངས་དེ་རང་ལ་འབེན་ལ་བཙུགས་ནས་བསྙེན་པའི་ཐབས་ར་སྤྲད་དེ་བཅོམ་དགེ་བས་བསླབ་པ་གསུམ་གྱི་ཉམས་ལེན་ལ་བརྟེན་ནས་ཉོན་མོངས་བརྩི་ནས་བཅོམ་པའི་ལམ་བསྒོམ་དགོས་པར་བསྟན་ཞིང། ཉོན་མོངས་ཡེ་ལས་རྒྱལ་ཐུབ་ཞིག་བྱུང་བ་ཡིན་ན། དེའི་དབང་གིས་སྲིད་པ་འགྲུབ་བྱེད་ཀྱི་ལས་བསགས་སྟོབས་ཀྱིས་ཉེར་ལེན་གྱི་ཕུང་པོ་འགྲུབ་པའི་རྒྱུ་དེ་འགགས་ན་འབྲས་བུའང་འགག་འགྲོ་བ་ཡིན་པས། སྐྱེས་བུ་ཆུང་འབྲིང་གི་ཆོས་སྐུར་འདི་ཡིས་སེམས་བསྐྱེད་ཀྱི་ཉོན་མོངས་ལ་ཡ་ལན་སྤྲོད་པའི་གནས་ཚད་ཟབ་ཏུ་བཏང་ཞིང། མངོན་མཐོའི་ལས་རྟེན་བརྒྱུད་ནས་ཐར་བ་བསྒྲུབ་པར་བྱ་སྙམ་དུ་སྒྲུབ་བྱེད་ཚད་གཞི་མཐོ་བོར་སོང་བ་ཡིན། དང་པོ་ལྷག་པར་སེམས་ཀྱི་གྲངས་ངེས་བ་ནི་བསྟན་བཅོས་ཀྱི་རྟེན་དེ་ལ་འཁོར་བ་བཟློག་པའི་ལམ་ཇི་ལྟ་བུ་ཞིག་ཉམས་ལེན་བྱེད་དགོས་ཤེ་ན་བྱེ་བྲང་ལས། སྒོམ་གེ་ལ་ལོར་མེ་ཤོར་ན་དེ་དག་ཕྱིར་བཟློག་རྒྱུ་བ་དང་ནས་ཀྱང། ཡང་སིལ་མེད་པར་རྒྱུ་ལྷིལ་འབེ་ཚད་དེ་དེ་བས་ཁྱིམ་ཕྱོགས་དགེ་པ་གཞན་མ་ཆེ་ཚུལ་ཁྲིམས་བདག་དང་ཤེས་རབ་བསམ་གཏན་གྱིས་མྱ་ངན་འདི་ཕྱི་དལ་བ་དྲི་མེད་པའི་གོ་འཕང་མི་དགའ་མི་འཆི་སེམས་མི་ཚེ་ས་ཕྱི་མེ་ལོང་ཉི་ཟླ་བྲལ་ཐུབ་མཛོད་ཀྱི་ལམ་ལྷག་པ་རིན་པོ་ཆེ་གསུམ་ལ་བསླབ་དགོས་པ་ཡིན། དེ་ནི་ཐར་བ་ཐོབ་པའི་ལམ་མ་ཚང་བ་མེད་པ་གཤིན་རྗེ་མ་ལོག་པ་དེ་ཡིན། སྤྱིར་མི་རྟག་པར་ཚེ་གྲུབ་དང་ཏིང་ངེ་འཛིན་གྱི་ཉམས་ལེན་ཡོད་ཀྱང། དེ་རྣམས་སྨྱོན་གྲུབ་སྤང་བས་ཐར་བ་ཐོབ་པའི་ལམ་ལ་འགྲོ་མི་ཐུབ་པས། བཅོམ་ལྡན་འདས་ཀྱིས་གསང་བའི་ལམ་ལྷག་པར་གསུམ་ལ་ལྷག་པའི་ལྷག་པ་གསུམ་ཞེས་བྱ་བ་ཡིན། ལྷག་པ་གསུམ་དུ་དྲི་ངེས་པའི་རྒྱུ་མཚན། གཤམ་གསལ། གསུམ་གསུང་བ་འདིར། ལྷག་པ་གསུམ་ངེས་འཛིན་པའི་ཚུལ་འདི་ལྟས་བསྟན་པ་ནི། དེ་ཡང་སེམས་རྣམ་པར་གཡེང་བ་གཡེང་བ་མེད་པར་བཤད་པ་ཚུལ་ཁྲིམས་ཀྱི་ལྷག་པས་ཉོན་མོངས་བ་མངོན་གྱུར། སེམས་བྱུང་ནས་འབྲས་བུ་འདོད་ཁམས་ཀྱི་ལྷ་མིའི་བདེ་བ་ལ་ལོངས་སྤྱོད་པ། སེམས་མཉམ་པར་མ་བཞག་པ་མཉམ་པར་འཇོག་པར་བྱེད་པ་ཏིང་ངེ་འཛིན་གྱི་ལྷག་པའི་ཉོན་མོངས་མངོན་གྱུར་མགོ་གནད་ནས་འབྲས་བུ། གཟུགས་གཟུགས་མེད་ཀྱི་ལྷའི་བདེ་བ་ལ་སྤྱོད་པར་བྱེད་པ། སེམས་མ་གྲོལ་བ་སྤྲོ་བར་བྱེད་པ་ཤེས་རབ་ཀྱི་ལྷག་པའི་ཉོན་མོངས་བའི་ས་བོན་རྩ་བ་ནས་བཅད་དེ་འབྲས་བུ་ཐར་བ་མྱ་ངན་ལས་འདས་པ་ཐོབ་པར་བྱེད་པས། དང་པོ་སེམས་བདེ་བའི་རིམ་པ་ལ་ལྟོས་བའི་གྲངས་ངེས་པ་ནི། ཚུལ་ཁྲིམས་ཀྱི་མཚན་མ་རྣམ་པར་ཡང་བའི་རང་བཞིན་དེ་བཅོམ་ནས་ཡང་བ་རགས་པ་རྣམས་སྡོམ་པར་བྱེད་པ་དང། ཏིང་ངེ་འཛིན་གྱིས་ལག་པའི་མཚན་མ་ཡངས་པའི་ཁོལ་པོར་སོང་བ་དྲན་ཤེས་ཀྱིས་བཀག་ནས་སེམས་མཉམ་པར་མི་འཇོག་པ་རྣམས་མཉམ་པར་འཇོག་པར་བྱེད་པ་དང། ཤེས་རབ་ཀྱིས་ལག་པའི་སེམས་མ་བཀྲོལ་བ་རྣམས་བཀྲོལ་བར་བྱེད་པའི་ཆ་ནི་དེ་ལྟར་གྲངས་ངེས་པ་ཡིན། གཉིས་པ་སྤང་བྱ་ཉོན་མོངས་ལ་བརྟེན་ནས་ཀྱང་ལྷག་པ་གསུམ་དུ་བགྲང་ངེས་ཚེ་ནི། ཚུལ་ཁྲིམས་ཀྱིས་ལྷག་པའི་ཉོན་མོངས་རགས་པ་མངོན་གྱུར་བ་འགོག་ཅིང། ཏིང་ངེ་འཛིན་གྱིས་ལྷག་པའི་ཉོན་མོངས་པའི་མགོ་མནན། ཤེས་རབ་ཀྱིས་ལྷག་པའི་ཉོན་མོངས་པའི་ས་བོན་རྩ་བ་ནས་གཅོད་པར་བྱེད་པའི་ཆ་ནས་དེ་ལྟར་བགྲང་ངེས། གསུམ་པ་འབྲས་བུ་ལ་བལྟས་པའི་བགྲང་ངེས་པ་ནི་ཚུལ་ཁྲིམས་ཀྱིས་ལྷག་པའི་ཚུལ་ཁྲིམས་བསྲུང་བས་འབྲས་བུ་འདོད་པའི་བླ་མའི་གོ་འཕང་ཐོབ་པར་བྱེད་ལ། ཏིང་ངེ་འཛིན་གྱིས་ལག་པས་གཟིགས་གཟིགས་མེད་ཀྱི་ལྷ་ཡི་སྔོན་དུ་ལུས་རྟེན་བསྒྲུབ་ཅིང་ཤེས་རབ་ཀྱི་ལག་པས་ཐར་བ་མྱང་འདས་ཀྱི་གོ་འཕང་ཐོབ་པར་བྱེད་པའི་ཆ་ནས་དེ་ལྟར་བགྲང་ངེས་པར་གསུངས། གཉིས་པ་གོ་རིམ་ངེས་པ་ནི། ལྷག་པ་གསུམ་གྱི་ནང་ནས། འབྲས་བུ་ཐར་བ་སྒྲུབ་བྱེད་ཉོན་མོངས་བ་ས་བོན་དང་བཅས་པ་རྩ་བ་ནས་སྤོང་བར་བྱེད་པའི་ཤེས་རབ་ཀྱི་ལག་པ་བགྱི་ལ་སྐྱེ་བར་བྱེད་པ་ལ་སེམས་ལས་སུ་རུང་བ་ཏིང་ངེ་འཛིན་གྱི་ལག་པ་སྔོན་དུ་འགྲོ་དགོས། དེ་ལ་ཡང་སེམས་མ་ཡེངས་བ་མེད་པའི་ཕྱིར་དུ་ཚུལ་ཁྲིམས་ཀྱི་ལྷག་པ་སྔོན་དུ་འགྲོ་དགོས་པས་འདི་དག་རྒྱུ་དང་འབྲས་བུའི་ཚུལ་དུ་གོ་རིམ་མ་ལོག་པར་ཉམས་སུ་བླངས་ན། འཁོར་བ་ལས་རྣམ་པར་གྲོལ་བའི་འཁོར་བ་ལས་རྣམ་པར་གྲོལ་བར་འགྱུར་བའི་ཕྱིར་ན་འགོག་པ་སྔོན་དུ་བྱ་ལམ་བསྒོམ་པར་བྱ་ཞེས་གསུངས་བའི་དོན་ཡང། ཐོབ་བྱ་འགོག་པའི་བདེན་པ་སྔོན་དུ་བྱེད་པ་ལ་ཐོབ་བྱའི་ལམ་གྱི་བདེན་པ་ཉམས་སུ་ལེན་པ། སྔར་སྡུག་བསྔལ་དང་ཀུན་འབྱུང་གི་ཚུལ་དུ་མཚུངས་པ་ཡིན་མོད་དེ་ལས་ལྡོག་སྟེ་ཚུལ་ཁྲིམས་དང་ཏིང་ངེ་འཛིན་གྱི་ལྷག་པའི་རྟེན་གཞི་མེད་པར་ཤེས་རབ་ཀྱི་ལྷག་པ་ཐོབ་པར་འདོད་པ་ནི་རང་ཉིད་ངལ་བ་ཙམ་དུ་ཟད་དོ། གསུམ་པ། ལྷག་པ་གསུམ་གྱི་རང་བཞིན་ནི་ལམ་རིམ་ཆེན་མོའི་དགོངས་དོན་ནི་བསྡུ་ན། ཚུལ་ཁྲིམས་ཀྱི་ལྷག་པ་ནི་ཡན་ལག་དྲུག་དང་ལྡན་པ་སྟེ་ཚུལ་ཁྲིམས་དང་ལྡན་པ་དང། སོ་སོར་ཐར་བའི་སྡོམ་པའི་གདམས་པ་གཉིས་ཀྱིས་ནི། ཐར་བ་ངེས་པར་འབྱིན་པའི་ཚུལ་ཁྲིམས་རྟག་པ་བསྟན་ནོ། ཆོ་ག་དང་སྤྱོད་ཡུལ་དང་ལྡན་པ་ཉིད་ཀྱིས་ནི་མ་སྨྲས་པའི་ཚུལ་ཁྲིམས་རྟག་པ་བསྟན་ནོ། ཁ་ན་མ་ཐོ་བ་ཕྲ་རགས་ལའང་འཇིགས་པར་ལྟ་བས་ནི་མ་བསྙེམས་པའི་ཚུལ་ཁྲིམས་རྟག་པ་བསྟན་ནོ། ལྷག་པའི་གཞི་རྣམས་ཡང་དག་པར་བླངས་ཏེ་སློབ་པས་ནི་ཕྱིན་ཅི་མ་ལོག་པའི་ཚུལ་ཁྲིམས་རྟག་པ་བསྟན་པ་ཡིན་ནོ། དེ་ནས་ཏིང་ངེ་འཛིན་གྱིས་ལྷག་པ་ལ། སེམས་ཀྱི་གནས་བཞི་ནི་བསམ་གཏན་བཞི་ཡིན་ལ། དེ་ཉིད་ཚེ་འདི་ལ་བདེ་བར་གནས་པས་ན་བདེ་བ་དང་ལྡན་པ་སྟེ་སེམས་ཀྱི་ལྷག་པའོ། བཞི་བོ་ནི་བདེན་པ། བཞི་རྣམ་པ་བཅུ་དྲུག་དང་བཅས་པའོ། ཤེས་རབ་ཀྱི་ལྷག་པ་ནི། བདེན་བཞི་རྣམ་པ་བཅུ་དྲུག་རྟོགས་པའི་ཤེས་རབ་བོ། དེ་ཡང་སྐྱེས་བུ་ཆེན་པོས། ལམ་ཉམས་སུ་མི་ལེན་པར་སྐྱེས་བུ་འབྲང་ཙམ་གྱི་གདུལ་བྱ་ལ། བཤད་མ་ཐག་པའི་ལམ་རྣམས་རྒྱས་པར་སྟོན་དགོས་ན་ཡང་སྐབས་འདིར་སྐྱེ་བོ་འབྲང་དང་ཐེན་མོང་བའི་ལམ་ཡིན་པས་ཚུལ་ཁྲིམས་ཀྱི་སློབ་ཚད་ཙམ་ལས་ལྷག་པ་གཞན་ནི་གཉིས་བྱི་ལག་གི་སྐབས་སུ་འབྱུང་བས་འདིར་རྒྱས་པར་སྤྲོ་མི་དགོས་པས་སོ། དེ་ལྟར་ན་སྔར་སྐྱེས་བུ་ཆུང་ངུའི་སྐབས་ཀྱི་མི་དགེ་ཆོས་སྤོང་དང་འདིར་བསྟན་གྱི། ཚུལ་ཁྲིམས་དག་ཀྱང་སྤྱོད་པ་བྱིན་རླབས་ཀྱི་ཚུལ་ཁྲིམས་ཀྱི་ཁོངས་སུ་འདུ་བས་སོ་སོར་མི་དགེ་སོ་སྙམ་ན་དགེ་དེ་ཉམས་གར་དུ། སྒོ་གསུམ་སྡིག་ལྟུང་དྲི་མས་སྦགས་པ་འདི་ལྷག་པར་ལས་སྒྲིབ་སྦྱོང་བ་གནད་ཆེ་བས་ཞེས་སྐྱེས་བུ་ཆེན་འབྲིང་གི། ལམ་རྒྱུད་ལ་སྐྱེ་བ་ལ་མི་དགེ་བཅུ་སོགས་སྡིག་ལྟུང་འདག་ཐབས་གལ་ཆེ་བར་གསུངས་ཤིང། བྱང་ཆུབ་སེམས་དཔའ་ལ། སོ་ཐར་གྱི་སྡོམ་ལྡན་ཡིན་མིན་གཉིས་ཡོད་པས། སོ་ཐར་སྡོམ་ལྡན་མིན་པ་ལ་དེའི་དོད་ཐུབ་མི་དགེ་བཅུ་སྤོང་ལས། ངེས་བརྟན་ཚང་བར་མི་འབྱུང་བའི་སྐབས་འདིའི་ཉམས་ལེན་དུ་དབྱེ་བའི་ཕྱིར། འདིར་སྐྱེས་བུ་འབྲང་དང་ཐུན་མོང་བའི་ལམ་ལ་བློ་སྦྱོང་ཚུལ་བསྟན་པ་མ་གཏོགས་སྐྱེས་བུ་འབྲང་གི་ལམ་རང་མཚན་པ་མི་བསྟན་ཞིང། གལ་ཏེ་སྐྱེས་བུ་འབྲང་གི་ལམ་རང་མཚན་པར་ཁྲིད་ནས་ཐར་བ་ཙམ་བསྒྲུབ་བྱ་ཡིན་ན་སྐབས་འདིར་ཏིང་ངེ་འཛིན་དང་ཤེས་རབ་ཀྱི་ལྷག་པ་ཡང་རྒྱས་པར་འཆད་དགོས་མོད་འདིར་སྐྱེས་བུ་འབྲང་གི་ལམ་གྱི་དམིགས་སྐོར་དེ་དག་སྐྱེས་བུ་ཆུང་ངུ་དང་ཐུན་མོང་དུ། སྐྱེས་བུ་ཆེན་པོའི་ལམ་གྱི་སྔོན་འགྲོའི་ཚུལ་དུ་ཕྱིས་ནས་མདོ་ཙམ་བསྟན་ནས། དངོས་གཞི་བྱང་ཆུབ་སེམས་སྦྱོང་གི་སྐབས་སུ་འཕྲོས་པས་འདིར་ཚུལ་ཁྲིམས་ཀྱི་ལྷག་པ་ཙམ་ལས་སེམས་ཀྱི་ལྷག་པ་དང། ཤེས་རབ་ཀྱི་ལྷག་པ་གཉིས་པོ་འོག་ཏུ་ཞི་འགྲིག་གི་ཉམས་ལེན་གྱི་སྐབས་སུ་འཆད་པར་འགྱུར་རོ། འོ་ན། གོང་དུ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དང་ལྷག་པ་གསུམ་གྱི་སྐབས་འདིའི་ཚུལ་ཁྲིམས་ཀྱི་ལྷག་པའང་བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ཀྱི་ལྷག་པའི་སྐབས་སུ་འོག་ཏུ་འབྱུང་བས་དེ་ཡང་འདིར་གསེར་དུ་སྟོན་མི་དགེ་བར་ཐལ་བར་དོགས་ན་སྐྱོན་མེད་དེ། ལམ་གྱི་རིམ་པར་སྐྱེས་བུ་གསུམ་དུ་ཤེས་པའི་དགེ་བ་དང་རྒྱུ་མཚན་ནི་བློ་རབ་འབྲང་མཐའ་མ་གསུམ་ལ་ཕན་ཆེ་བ་དང། སྐྱེས་བུ་ཆུང་ངུའི་ཉམས་ལམ་ཉམས་སུ་ལེན་པ་པོ་དེས་སྐྱེས་བུ་འབྲང་གི་ཐར་བ་དོན་གཉེར་གྱི་བློ་མ་སྐྱེས་གོང་དུ་སྔོན་ལ་ཕྱི་མ་སྔོན་དུ་ལུས་རྟེན་ཐོབ་པ་ལ་རྒྱུ་ཚོགས་ཚགས་ཚུད་པ་གལ་ཆེ་བས་སྐབས་དེར་སྐྱེས་བུ་ཆུང་ངུའི་ལམ་རང་མཚན་པ་ལ་འཕྲད་པ་མིན་ཡང་སྐྱེ་བོ་ཆུང་ངུའི་སྒྲིབ་བྱ་མངོན་མཐོ་སྒྲུབ་པའི་ལམ་མ་མཚུངས་བ་མེད་པར་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཀྱི་ལྷག་པར་བསྟེན་དགོས་ཤིང། དེ་བསྟེན་ན་ལྷག་པའི་སྐྱོན་ཡང་མི་འབྱུང་ལ། གལ་ཏེ་ལམ་དེ་ཙམ་མ་རྟོགས་ནས་སྐབས་བསྒོམ་མི་ཐུབ་པ་རྣམས་ལ་ཡང་དགེ་འདུན་སྒྲུབ་པའི་ལམ་ཆ་ཚང་བར་འགྱུར་བ་ཡིན། དེར་མ་ཟད་གོང་དུ་ཚུལ་ཁྲིམས་བསྟེན་ན། གང་དག་ཐར་བ་ཙམ་དོན་དུ་གཉེར་མཁན་མིན་རུང། རེ་ཞིག་གི་བར་དུ་སྐྱེ་བོ་ཆེན་པོའི་བྱང་ཆུབ་སེམས་སྦྱོང་གི་མྱོང་བ་མ་ཐོན་པར་དུས་ཡུན་རིང་པོ་ཞིག་འགོར་བའི་རང་དེར་ཚུལ་ཁྲིམས་ཀྱི་ལྷག་པའི་ཉམས་ལེན་བཟང་པོ་ཅིག་བྱུང་ན། ལམ་གོང་མ་ཐོབ་པར་ཕན་པར་འགྱུར་བ་མ་གཏོགས་ལམ་ལོག་པར་འཁྲིད་པ་མིན་པས་བློ་རམས་གྲངས་མཐའ་མ་གསུམ་ལ་ཕན་ཆ་ཆེ་བ་ཡིན། དེས་ན་ཚུལ་ཁྲིམས་ཀྱི་བསླབ་པ་ནི་ཕྱིས་དྲངས་ལས་ཁྲིམས་ནི་རྒྱུད་དང་མི་རྒྱུད་ས་བཞིན་དུ་ཡོན་ཏན་གྱི་གྱི་གཞིར་བརྟེན་བརླག་པར་གསུངས་ཞེས་རང་གི་གཉེན་པོ་ཆེ་ཆུང་དང་བསྟུན་ཏེ་དགེ་བསྙེན་ཕ་མའི་སྡོམ་པ་དང། གཉེན་གནས་ཀྱི་ཁྱིམ་པའི་སྡོམ་པ་གསུམ་དང་རབ་བྱུང་གི་དགེ་ཚེ་ཕ་མ་དང། དགེ་སློང་ཕ་མ་བཅས་སོ་སོར་ཐར་བ་རིགས་ལྡན་པོ་གང་རུང་གི་སྡོམ་པ་བླངས་བླང་བ་ཙམ་གྱིས་མི་ཆོག་པར་གསུངས་དགེ་བའི་ལྟུང་བ་འབྱུང་བའི་སྒོ་བཞི་གསུངས་པ་ལྟར་དང་པོ་མི་ཤེས་བ་ལྟུང་བ་འབྱུང་བའི་སྒོ་ཞེས་བྱ་བ། བྱ་བ་གང་དང་གང་བྱས་ན་ལྟུང་བ་འབྱུང་བར་མ་ཤེས་ན་དེའི་དབང་གིས་ཉེས་པའི། ཁྱད་པར་འགྱུར་བས་དེ་རྣམས་དགག་པའི་གཉེན་པོར་ལྷ་བཤའ་ཕྲ་རགས་རྣམས་ཁོང་དུ་ཆུད་པར་བཤད། གཉིས་པ་བག་མེད་པའི་གཉེན་པོར་བླང་དོར་གང་ཡིན་དྲན་པས་སེམས་འདེབས་ཤིང། ལག་གཉིས་སྤྱོད་པས་ཤེས་བཞིན་གྱི་ཤ་ར་ལྟ་ཞིང་ངོ་ཚ་ཁྲེལ་ཡོད་དང་རྣར་མིན་ལ་འཇུག་པར་བྱེད། དེ་ལྟར་ལྟུང་བ་བྱུང་བ་དང་མི་འབྱུང་བའི་གནད་ཤེས་ན་ཡང། བག་མེད་པའི་དབང་གིས་བློ་ཡང་འཁོར་བས་དཔེར་ན་ཁྱིམ་པ་དང་རབ་བྱུང་གི་སྡོམ་པ་གང་རུང་བླངས་ཡོད་ན་རང་ཉིད་བཅོམ་ལྡན་འདས་ཀྱི་རྗེས་འབྲང་ཡིན་པར་དྲན་དགོས་པ་དང། སྐྱེ་བ་ཕྱི་མ་སྔོན་མཐུ་ལས་རྟེན་དང་ཐར་བ་དང་ཐམས་ཅད་མཁྱེན་པ་གང་བསྒྲུབས་ཀྱང་མ་མཐའ་ཡིན་ན་ཡང་མི་དགེ་སྤྱི་སྤོང་གི་ཚུལ་ཁྲིམས་ཉམས་སུ་ལེན་དགོས་པས་རྒྱུན་དུ་བག་ཡོད་དང་ལྡན་ན། དྲན་པ་དང་ཤེས་བཞིན་སྦྱོང་བས་ཤེས་བཞིན་སྐྱེ་བས་རྒྱུ་ཐུན་མོང་མ་ཡིན་པ་ནི་ཡང་དང་ཡང་དུ་སེམས་ཀྱི་གནས་སྐབས་ལ་བརྟགས་ཤིང་དཔྱད་དེ། ཡིད་བློ་ནི་མ་རོལ་བ་ཞིག་དགོས། སེམས་པ་མ་སྐྱེས་པའི་གཉེན་པོར་བདག་ཅག་གི་སྟོན་པ་དང། དེས་གསུངས་པའི་སྐྱེས་པ་དང་དེ་ཉམས་སུ་ལེན་པའི་གྲོགས་རྣམས་ལ་ཡིད་ཆེས་ཀྱི་སྒོ་ནས་བགྱི་བར་བཤད་པ་སྟེ། དེ་ལྟར་སྟོང་བའི་རྣམ་གཞག་ཤེས་ཤིང་དྲན་ཤེས་བག་ཡོད་ལྡན་པས་སྟོན་པ་ལ་གུས་པའི་བློ་ཞིག་ཡོད་ན་ཡང། རང་རེའི་ཕལ་མོ་ཆེས་ཉོན་མོངས་བ་ལ་གོམས་པ་ཤུགས་ཆེ་བའི་དབང་གིས་ཅུང་ཟད་ཙམ་ཞིག་མ་འགྲིག་པ་དང། སྨོས་ཀྱང། ཀླན་ཀ་ཚོལ་བ་སོགས་རང་ཤུགས་ཀྱིས་འབྱུང་བས་བཞི་བ་ཉོན་མོངས་མང་བའི་གཉེན་པོར། གང་ཤས་ཆེ་བ་དེ་ལ་འབུར་འཇོམས་སུ་ཤེས་ནས། ཉིན་རེ་བཞིན་ནི་ཁས་བླངས་བའི་ལྷག་པ་དང་འགལ་མི་འགལ་བརྟགས་ནས། འགལ་བ་རྣམས་ཕྱིར་བཅད་དང་སྟོབས་བཞི་སོགས་ཀྱི་སྒོ་ནས་བཤགས་སྡོམ་བྱེད་དགོས་ཏེ་ཚངས་པའི་བྱིས་པ་ལས། ལྷག་པ་ལ་ནི་བསྟེན་པར་བྱ། དེ་ལ་སྙིང་ནས་ནན་ཏན་བྱ། བཤེར་ནི་སྤང་བར་མི་བྱ་ཞིང་སྲོག་གི་བཤེར་ཡང་བཞག་མི་བྱ། རྟག་ཏུ་ནན་ཏན་གནས་པར་བྱ། བདེ་བ་ལ་ནི་འཇིགས་པར་བྱ། ཞེས་འབྱུང་བས་ཚུལ་ཁྲིམས་རྣམ་པར་དག་པ་འཕྲལ་ཡུན་ཐམས་ཅད་ཀྱི་བདེ་བླག་གི་རྩ་བ་ཡིན་ཞིང་ལྷག་ཏུ་སྙིགས་མ་ལྔ་བདོ་བའི་དུས་འདིར་ཕན་ཡོན་ལྷག་པར་ཆེ་བ། ཏིང་ངེ་འཛིན་གྱི་རྒྱལ་པོ་མདོར་བསྡུས་སོགས་ལས་གསུངས་ཤིང། སྤྱིར་ན་ཚུལ་ཁྲིམས་བསྲུང་བའི་ཕན་ཡོན། མ་བསྲུང་བའི་ཉེས་དམིགས་རྣམས་བསམ་གྱིས་གོས་ཆེ་སྟེ། རང་རིག་ཚེ་རབས་གཏན་གྱི་དགྲ་བོ་ཉོན་མོངས་ཡིན་པས་གོང་དུ་བཤད་པ་ལྟར་ཉོན་མོངས་ལ་དངོས་སུ་གར་སྟེ་ལྕོགས་ཤིག་ཤེས་རབ་ཀྱིས་ལྷག་པ་དང་དེ་ཏིང་ངེ་འཛིན་གྱིས་ལྷག་པའི་གྲོགས་ལ་བསྟེན་དགོས་ཤིང་ཏིང་ངེ་འཛིན་བརྟན་པོ་འོང་ཆེད་ཚེ་ཁྲིམས་ཀྱིས་ལྷག་པའི་ཐོག་མར་ལུས་ངག་གི་ཡང་བ་རགས་པ་སྡོམ་པ་དང་དེ་ནས་ནང་གི་ཡང་བ་ཕྲ་མོ་ཚུན་ཆད་བཀག་པས་སེམས་ཉེ་བར་ཞི་བའི་ཡོན་ཏན་རང་རྒྱུད་ལ་སྐྱེ་བའི་ཕྱིར་དུ་རང་ངོས་ནས་ཐར་བ་སྒྲུབ་པའི་གྲ་སྒྲིག་ཨང་དང་པོ་དེ། ཁྱིམ་པ་དང་རབ་བྱུང་གི་ཚུལ་ཁྲིམས་ཞིག་བླངས་ནས་ལྷག་པར་བཟུང་རྒྱུ་དེ་ཡིན། དེ་ལྟར་སེམས་སྐྱོ་ཡང་བ་ཕྲ་མོ་ཚིན་ཆེ་ཞི་བར་བྱེད་པ་དེ་བཀྲ་ཤིས་ཡས་ཉིད་ཀྱིས་བྱེད་པས། དེ་ལ་ཡང་ནས་ཡང་དུ་སྦྱོང་བརྡར་བྱས་ཏེ་བཀྲ་ཤིས་ཀྱི་སྟོབས་བསྐྱེད་པའི་སྒོ་ནས་སེམས་མ་རུང་བའི་ཕྱོགས་སུ་འགྲོ་བ་དེ་ཚར་བཅད་ནས་འགྲོ། ཕྱག་གཉེན་སྡིག་གི་སྤྱོད་ལམ་མཐའ་དག་དང་མདོར་ན་དབུལ་གཏོང་ལེན་ཚིན་ཆེ་ལ་དྲན་པ་ཉེ་བར་བཞག་པས་རྒྱུན་དུ་རང་རེའི་སེམས་ཀྱི་དབང་དུ་སོང། སེམས་ཉོན་མོངས་པའི་དབང་དུ་སོང་ནས། ཕུང་ལ་སྦྱོར་བ་དེ་བཀག་ནས། རང་སེམས་རང་གི་དབང་དུ་བསྡུ་ཐུབ་པར་བྱ་རྒྱུ་དེ། དྲན་པའི་དབང་དུ་བསྡུ་རྒྱུ་དེ་ལས་གཞན་ཞིག་མེད་པས། མདོ་དོན་དྲན་ཤེས་བསྐྱེད་པའི་ཐོག་མའི་སྦྱོང་བརྡར་ཚུལ་ཁྲིམས་ཀྱི་ལྷག་པའི་ཐོག་ནས་འོང་བས་ཚུལ་ཁྲིམས་ཞེས་པ་འདི་ཤིན་ཏུ་གལ་ཆེ་ཚེ་ཤེས་པར་བྱ་དགོས་པ་ཡིན། ལྷག་པར་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཞིག་ཡིན་ན་ཐེ་ཚོམ་དང་བསྙེན་སྒྲུབ་ཀྱིས་མཚོན་པས་ཆད་ལྡན་གྱི་བྱ་བ་ཇི་འདྲ་ཞིག་བྱས་ཀྱང་འཇིགས་པ་བདེ་ལ། རང་དབང་བདེ་བས་བསྟི་སྟང་རྣམ་པ་གྱེར་ནས་འགྲོ་བདེ་སྡོད་བདེ། བླངས་ན་དཔེ་བླང་བ་དང་འགྱེལ་ན་དཔེ་འགྱེལ་བ་ཞེས། གསེར་གསོལ་ཡོད་པ་ལྟ་བུའི་དགེ་མཚན་ཆེ་ཞིང་ཁྱིམ་པ་རྣམས་ལ་གྲོགས་བཟའ་ཚང་དང་ཕྲུ་གུ་བུ་ཕྲུག། གཉེན་ལ་ཉེ་འབྲེལ་གཅིག་ལ་གཉིས་བརྟེན་གཞན་གྱི་ངོ་སྲུང་དགེ་བ་མང་པས་ཤི་མ་ཐུབ་ཀྱིས་དེ་རྣམས་ཀྱི་ཕྱོགས་སུ་བཟུང་ནས། ཁ་དྲག་ན་དྲག་མང་པོ་སོགས་དགེ་བ་འབྱུང་ཞིང་འཚོ་ཐབས་ཀྱི་བྱ་བས་བྲེལ་ལ། དེ་མེད་ནམ་དེ་མེད་ན་ནམ་ཡང་འདུ་འཛི་སོགས་ཀྱིས་རང་དབང་མི་འདུས་པའི་ངལ་བ་ལ་བབ་ན་རབ་བྱུང་ཕོ་མོ་རྣམས་ལ་ཆེས་གཤའ་མ་སྒྲུབ་ཐུབ་པའི་གོ་སྐབས་ཆེས་བཟང་བ་ཡོད་པ་རེད། འོན་ཀྱང་ལྟོ་གོས་ཀྱི་ཆེད་དུ། རབ་ཏུ་འབྱུང་བར་མི་དབྱེ་ཞིང་རང་གིས་མི་གནས་བཞིན་དུ་རབ་ཏུ་ཞོག་ན་ཡང་དགེ་བ་གང་ཡང་མ་མཆིས་པས་སྟོན་པ་བཅོམ་ལྡན་འདས་ནི་ཐབས་ལ་མཁས་པས་གང་ལ་གང་ཕན་གནང་ཕྱིར་རབ་བྱུང་གི་ལྷག་པར་སངས་རྒྱས་དེའི་ལག་ཤུལ་དང་རླབས་ཆེན་ཡིན་པ་ཁོ་ནའི་དང་དུ་མ་བཞག་པར་དེ་ལྟར་གསུང་མི་ནུས་བ་མང་པོ་ཡོད་པ་རྣམས་ལ་རང་གི་སྒོ་སྐྱེས་ཏེ་ཁྱིམ་པའི་སྟན་ལ་གནས་ནས་ཅི་སྲིད་འཚོའི་མཐའ་ཆེན་གྱི་སྡོམ་པ་དང་ཉིན་ཞག་ཁྲིག་ཅིག་གི་སྡོམ་པ་སོང་ཚེ་གསོལ་དུ་སོང་པས་རང་རང་གི་ནུས་པ་དང་འཚམ་པའི་ཉམས་ལེན་ཆེད་སྦྱོང་གང་འདྲ་ཞིག་ཡིན་ན་ཡང་བྱ་རྒྱུ་ཡོད་པ་རེད། སྤྱིར་ན་ཆེས་ཟབ་པོ་ཞིག་ཡིན་པ་ཙམ་གྱིས་མི་ཐམས་ཅད་ལ་ཕན་པའི་ཁྱབ་པ་མེད་པས། ཆེས་ཟབ་ལོས་ཞེས་པ་ནི་རང་རང་གི་ཁམས་དང་མི་བར་འཐེན་ཞིང་རན་པ་དེ་ཟབ་ལ། དེ་མིན་ཆེས་དེ་ཉིད་ཟབ་ཀྱང་སོ་སོའི་ཁམས་དང་མ་འཐེན་ན་ཟབ་པོ་མིན་པས་རབ་བྱུང་གི་སྡོམ་པ་ལག་པར་གསུང་བརྡབ་ཐུབ་མཁན་ཞིག་ཡིན་ན་དེ་ལས་ལྷག་པ་མེད་ཀྱང་མི་གནས་བཞིན་དུ་ཨུ་ཚུགས་བརྒྱབ་ནས་རབ་བྱུང་གི་སྡོམ་པ་བླངས་ན་དགེ་བ་མེད་པས་ཁྱིམ་པའི་སྡོམ་པ་བླངས་ན་ལགས། དེ་ཡང་དགེ་བསྙེན་ཡིན་ན་ཡང་ཚངས་སྤྱོད་དགེ་བསྙེན་ལག་ཤེས་ཡིན་ལ་དེ་མིན་ཡོངས་རྫོགས་དགེ་བསྙེན་དང་མ་མཐའ་ཡིན་ན་ཡང་སྣ་གཅིག་སྣ་འགའ་སྤྱོད་པའི་ཚུལ་ཁྲིམས་བསྲུང་གལ་ཆེ་བས་ཁྱད་པར་ཇོ་བོ་བཀའ་གདམས་པ་རྣམས་ཚེ་ཁྲིམས་གཙང་བ་ལ་གཙོ་བོར་མཛད་པའི་ཤ་ར་བའི་ཞལ་ནས་སྤྱིར་བཏང་ལེགས་ཉེས་ཅི་བྱུང་ཡང་ཆེས་ལ་བསྟན་པ་དེའི་ནང་ནས་འདས་བ་ནས་ཅི་ལྟར་འབྱུང་བ་ལ་བལྟས་ན་གདབ་ཀྱང་མི་དགེ་བ་ཞིག་དང་པོ་ནས་ཚེ་ཁྲིམས་རྣམ་པར་དག་པ་ཅིག་འོང་བར་འབད་བརྩོན་བྱས་ན་བསྐྱར་དུ་ལམ་གྱི་སྔོན་འགྲོ་ནས་ལྡབ་སྐྱོར་བྱ་མི་དགོས་པར་འགྱུར་ལ་དེ་མིན་རེ་ཞིག་མཚམས་ཉེ་འགྲུབ་དང། ཞི་གནས་སྒྲིབ་པ་ལྟ་བུའི་ཐོག་ཏུ་ནད་ཞིག་འདྲེས་ཡང་རྟོག་པ་རྣལ་མ་ཞིག་སྐྱེ་བར་དེའི་རྨང་གཞི་ཚུལ་ཁྲིམས་ཀྱི་ལྷག་པའི་གཞི་བཟུང་བའི་གོ་རིམ་མ་འཆོལ་བ་ཞིག་མེད་ན་ལམ་གོང་མའི་རྟོག་པ་སྐྱེ་མི་ཐུབ་སྟེ། དཔེར་ན་ཞི་གནས་སྒྲིབ་སྐུད་ཐིམ་པའི་ཡུལ་ལ་གནས་པ་དང། ཚུལ་ཁྲིམས་གཙང་བ་ལྟ་བུ་ཞི་གནས་ཀྱི་རྒྱུ་ཚོགས་སུ་བཟུང་བ་རྣམས་ཚགས་སུ་མ་ཚུད་པར་ཞི་གནས་འགྲིབ་མི་ཐུབ་པས། ཐོ་སྙག་ཤེས་ན་འབྲས་བུ་ཇི་ལྟར་འདོད་པ་བཞིན་མ་འོངས་པས་སླར་ཡང་ལམ་གྱི་སྔོན་འགྲོ་ནས་བསྐྱར་དགེ་བར་འགྱུར་བས། དང་པོ་ཉིད་ནས་ཚུལ་ཁྲིམས་ལ་བརྩོན་པའི་གཙང་མ་ཞིག་ཡོད་ན། ཕྱི་གཙང་བ་ནང་གཙང་བ་སུ་ལ་ཡང་འཕྲད་མི་དགོས་པའི་ཕྱི་གཙང་བ་རྟགས་ཐོབ་པ། ཁྲི་སྟི་ཉམས་དགའ་བ། ཕུགས་མཐའ་བཟང་བ་ཡིན་པས་སོང་བ་ཐུགས་ཤིན་ཏུ་མེད་པར་སྣང་བས། རྩ་བ་མེད་པའི་ཡལ་ག་འཚོལ་བ་བཞག་ནས་ལམ་འདི་ཉིད་ལ་ཉམས་ལེན་སྙིང་བོར་མཛད་པར་འཚལ་ལོ། དེ་ལྟར་ལམ་ལྷག་པ་གསུམ་ལ་བརྟེན་ནས་འཁོར་བ་ལས་ཐར་བར་འགྱུར་བས། ཐར་བ་དེ་ཇི་ལྟ་བུ་ཞིག་ཡིན་ནམ་སྙམ་ན་སྤྱིར་ཐར་བའི་རྣམ་གཞག་ཙམ་སྟོན་པ་མི་རྟག་པའི་གཞུང་དུ་ཡང་བཤད་ཀྱིན་ཡོད་མོད། དེ་དང་བདག་ཅག་གི་སྟོན་པས་གསུངས་བའི་ཐར་ལམ་གཉིས་པོ་གཟུ་བོའི་བློ་ཡིས་བཀླགས་པར་བརྟགས་ན་མི་འདྲ་སྟེ། གལ་ཏེ་འཇིག་རྟེན་གོ་བ་པོ་འདོད་པའམ་ཡང་ན་འཁོར་བ་འཁོར་བའི་རྒྱུ་རྟག་པ་ཞིག་ཁས་བླངས་ན། རྒྱུ་རྟག་པ་དེ་ལྡོག་རྒྱུ་མེད་པས། དེའི་དབང་ལས་བྱུང་བའི་འཁོར་བ་དེ་ཡང་འགག་མི་ཤེས་པ་དང། རྒྱུ་དེ་རྟག་ཏུ་གནས་ན་འབྲས་བུ་དེ་ཡང་རྟག་ཏུ་གནས་དགོས་པ། ཡང་ན་འཁོར་བ་འཁོར་བའི་རྒྱུ་འཇིག་རྟེན་ཤེལ་བུ་པོ་གན་སློང་གི་གཡོ་བ་སྔོན་དུ་འགྲོ་བའི་ཐོག་ནས་འཁོར་ཚད་བཤད་ན། དེ་འདྲ་བའི་འཇིག་རྟེན་བཀོད་མཁན་གྱི་སྐྱབས་དེ་རྟག་པ་རང་བྱུང་ཞེས་བརྗོད་སྐབས། བཀོད་པའི་འཇིག་རྟེན་དེ་སྐད་ཅིག་སྐད་ཅིག་ལ་གཡོ་བ་དང། དེ་བཀོད་པ་པོ་ནི་སྐད་ཅིག་སྐད་ཅིག་ལ་མི་གཡོ་བ་ཞིག་ཏུ་འདོད་ན་ཡང་འགལ་འདུ་འབྱུང་བས། གལ་ཏེ་རྒྱུ་དང་འབྲས་བུའི་རང་ཆས་སུ་ཡོད་པའི་སྤྱིར་བཏང་གི་ཆོས་ཉིད་དམ། ཁྲིམས་ལུགས་ལྟ་བུ་དེས་ར་བ་ལས་འདས་པའི་འཁོར་བའི་རྩ་བ་ཞིག་དང་འཁོར་བ་དེ་ལས་འཕོ་ལུགས་ཤིག་བཤད་པར་འདོད་ན། ག་བཀོད་ཀྱི་གཞི་ཟིན་དྲང་ན་མ་གཏོགས་རྒྱུ་མཚན་ངེས་ཤེས་རྙེད་ཐུབ་པ་ཞིག་དང་ཡིད་རྟོན་འཕེར་བ་ཞིག་མེད་པས་སྣང་བ་ཚང་རྒྱས་པའི་གཞུང་ནས་ཐར་བའི་རྣམ་གཞག་དང། ཐར་བ་གྲུབ་ཚེ་ཇི་ལྟར་གསུང་བ་དེ་རྣམས་ཕྱིན་ཅི་མ་ལོག་པ་ཡིན་ཚེ་བློའི་འཕེལ་ཕྱོགས་ཀྱིས་མྱོང་བའི་ཐོག་ནས་ངེས་ཐུབ་པ་མ་ཟད་རིགས་པས་ཀྱང་གནོད་པ་འབབ་མི་ཐུབ་སྟེ། འཁོར་བ་ཞེས་པ་དེ་མ་རིག་པའི་དབང་ལས་བྱུང་ཞིང་མ་རིག་པ་དེ་ཕྱིན་ཅི་ལོག་གི་བློ་ཞིག་ཡིན་པ་དང་བློ་དེའི་འགལ་ཟླ་ཕྱིན་ཅི་མ་ལོག་པའི་བློ་ཞིག་ཡོད་ལ། བློ་དེ་གཉིས་གནོད་བྱ་གནོད་བྱེད་འགལ་ཟླར་གྱུར་པས་གཅིག་ཤོས་ཀྱི་སྟོབས་འཕེལ་ན་གཅིག་ཤོས་ཉམ་ཆུང་དུ་འགྲོ་བ་དང། ཕྱིན་ཅི་མ་ལོག་པའི་བློ་དེར་རྒྱབ་རྟེན་མཚན་མ་ཡོད་ལ། ཇི་ཙམ་བསྒོམ་པའི་སྟོབས་ཀྱིས་གོང་དུ་འཕེལ་ཞིང་ཇི་ཙམ་སྤྱད་པའི་ཚུལ་གྱིས་ངེས་པ་ཇི་སྲིད་དུ་འགྲོ་བ་དང། དེའི་ལྡོག་ཟླ་ཕྱིན་ཅི་ལོག་པའི་ལོ་དེ་སྔར་ནས་འཁྲུལ་ཞིང་གོམས་པའི་དབང་གིས་སྐབས་སྐབས་སུ་ཤིག་ཕྱེད་ཙམ་སྔོན་དུ་འགྱུར་ཡང་དེ་ལ་ལེགས་པར་བརྟགས་ན་ལོ་དེ་ཚུགས་མི་ཐུབ་པ་དང། གི་ནས་ཉོན་མོངས་པར་བཤད་ཀྱང་དེ་ལ་རྒྱབ་རྟེན་མཚན་མ་མེད་པ། འཁོར་བའི་རྩ་བར་གྱུར་བའི་གཏི་མུག་བདེན་འཛིན་ཞི་བ་དེ་ཉིད་མི་རྟག་པའི་རང་བཞིན་སྐྱེ་འཇིག་བྱ་རྒྱུ་ཡོད་པ་སོགས་སེམས་ཀྱི་གནས་སྟངས་གོང་འཕེལ་དུ་འགྲོ་ནུས་པའི་རྒྱུ་མཚན་མང་བས། སྤྱིར་བཏང་དངོས་པོའི་གནས་ཚུལ་ལ་རྒྱུ་ཞིག་ཡོད་ན་འབྲས་བུ་ཡོད་པ་དང། དེ་ཡང་རྒྱུ་བཟང་པོ་ཞིག་ཡོད་ན་འབྲས་བུ་དེ་ཡང་བཟང་པོ་དང། རྒྱུ་ངན་པ་ཞིག་ཡོད་ན་འབྲས་བུའང་ངན་པ་འབྱུང་ལ། རྒྱུ་བཀག་ན་འབྲས་བུའང་འགག་འགྲོ་བ་དེ་རྣམས་ཆོས་ཉིད་ཡིན་པར་བསྟན། དེ་གཞི་ལ་བཞག་ནས། བཞིའི་རྒྱུ་འབྲས་བཞིའི་རྒྱུ་བཟང་ངན་ཆེ་ཆུང་ལ་བརྟེན་ནས་འབྲས་བུ་དེ་ལ་དཔག་པ་ཞིག་འབྱུང་བ་ལས་མ་འདས་པའི་ནང་གི་རྒྱུ་འབྲས་སམ་སེམས་ཕྲ་རགས་ཀྱི་རྒྱུ་རྐྱེན་བཞི་སྟེ་དེ་ལ་བརྟེན་ནས་འབྱུང་བའི་འབྲས་བུ་བདེར་སྡུག་ལ་འབྲེལ་བ་ཡོད་པ་ཞིག་ཏུ་གྱུར་བ་དེ་རྨང་གཞི་རེད། དེས་ན་དཔེར་ན་འཁྱག་པ་དེ་རྡོ་ལྟ་བུ་ཇི་ཙམ་ཁྲ་པོ་ཡོད་ཀྱང་རྩ་བ་ཆུའི་རང་བཞིན་ཅན་ཡིན་པས་ནམ་ཞིག་རྐྱེན་དང་འཕྲད་ན་བཞེས་རྒྱུ་ཡོད་པ་ཞིག་འོང་བ་ལྟར་རང་རེ་ད་ལྟ་ཉོན་མོངས་དུག་གསུམ་གྱི་གོང་བུར་གྱར་ཏེ། དེའི་གཞི་ཚེའི་སྣང་ཚེ་ལྟ་བུའི་ཤེས་པའི་རྒྱུད་དེ་འཁྱགས་རོམ་དང་མཚུངས་ཀྱང་རྩ་བ་འོད་གསལ་བའི་རང་བཞིན་ཅན་ཞིག་ཐོག་མ་མེད་པ་ནས་ཡོད་པས། རྐྱེན་དང་འཕྲད་ན་བློ་རུལ་བའི་སྒྲིབ་བྱེད་རྣམས་དག་ནས་སེམས་ཀྱི་རང་བཞིན་མཐར་ཐུག་སྙིགས་མ་ལན་གཅིག་སྐྱེ་བའི་འོད་གསལ་ཞེས་པ་དེ་དང་དེའི་ནུས་པ་མཐར་ཐུག་གི་ཤེས་བྱ་ཐམས་ཅད་མཁྱེན་ནུས་པ་ཞིག་རང་བཞིན་གྱིས་ཡོད་པས་གསལ་རིག་གི་ངོ་བོའི་ཆ་ནས། ཏོག་སོགས་ཀྱི་ཆེས་འགྲིབ་པའི་ནུས་བ་ཞིག་ཚོགས་ནས་ཡོད་པའི་རྒྱུ་མཚན་ཉིས་ཚོགས་དེ་དང་གཅིག། ཡང་བློ་འཁྲེལ་བ་གཏི་མུག་བདེན་འཛིན་ལ་ཐུག་ཚེ་གང་སྲིད་ཀྱི་རྒྱུ་མཚན་ནམ་གཞི་རྩ་དེའི་ཐོག་ནས། ད་ལྟ་བྱིས་པ་སོ་སོ། ད་ལྟ་བྱིས་པ་སོ་སོ་སྐྱེ་བོ་ཐ་མལ་བ། ཉོན་མོངས་དུག་སེམས་ཀྱི་གཞན་དབང་དུ་ཡོད་པ་དེའི་རགས་པའི་ཕུང་པོ་རྒྱན་གཏན་དུ་བསལ་ནས། རླུང་སེམས་ཙམ་གྱི་བདག་ཉིད་ཅན་གྱི་གཟུགས་དེ་རོལ་བ་སྣ་ཚོགས་སུ་འཆར་ཐུབ་ཀྱི་ཡོད་པ་ཞིག་འོང་བར་འགྱུར་བས། སྤྱིར་ཐར་བ་ཟེར་བ་ཞིག་ཤེས་བྱ་ལ་ཡོད་པ་དང། ཉོན་མོངས་སྤངས་པའི་བྲལ་བའི་ཡོན་ཏན་གྱི་ཁྱད་པར་དང་ལྡན་པའི་སེམས་ཀྱི་ཡོན་ཏན་ཞིག་ཤེས་བྱ་ལ་ཡོད་པ། ཡང་གིས་རང་རེའི་ཤེས་པ་འདིའི་སྟེང་ནས། དེ་འདྲ་བསྒྲུབ་རྒྱུ་འོང་སྲིད་པ་ཞིག་དང་ཉོན་མོངས་པ་སྟེ་རྐྱེན་དང་བྲལ་ན་སླར་སྐྱེ་མི་རུང་བའི་ཕྱི་རྐྱེན་དུ་གྱུར་པའི་ཉོན་མོངས་སྤོང་བའི་བྲལ་བའི་གནས་སྐབས་ཤིག་ཡོད་ན། ཉོན་མོངས་དེས་བཞག་པའི་འོག་ཆགས་དེ་དང་གཏན་དུ་བྲལ་བའི་གནས་སྐབས་ཤིག་ཀྱང་འོང་ཆོག་པས། སྤྱིར་ཤེས་བྱ་ལ་རྣམ་མཁྱེན་ཞེས་པ་ཞིག་ཡོད་པ་དང། རང་རེའི་རྒྱུད་སྟངས་ནས་རྣམ་མཁྱེན་དེའི་གོ་བ་ཆགས་ན། སངས་རྒྱས་ཞེས་པ་རང་རེའི་དད་པ་བཤའ་ས་སྟེ་གསོལ་པ་ལྟ་བུར་འགྱུར་བ་ལ་བརྟེན་ནས་ཐར་བ་དང་ཐམས་ཅད་མཁྱེན་པ་ཡོད་པར་ཡིད་ཆེས་རྙེད་ཐུབ་པ་ཡིན། སྨྲས་པ། བཞི་ཚེ་ཁྲིམས་གཙང་མའི་བྱང་ས་ལ། སེམས་ལས་སུ་རུང་བའི་ཕྱི་ལས་ཀྱི། ལམ་ལྷག་མཐོང་གཉིས་ཀའི་འབྲས་སྨིན་པའི། གནས་འཁོར་བའི་དབུལ་ཕོངས་རྩ་བ་ཆོད། བློ་བག་ཡུལ་ས་སོང་སྟངས་འགྱངས་བའི། སེམས་མཉམ་པར་འཇོག་པའི་དམིགས་སྟོང་ཅན། བདག་འཛིན་མིན་གྱི་རྡོ་རྗེའི་རྩལ་རྒྱ་བས་གཞི་སྲིད་པའི་ས་འཛིན་བགྲོད་པ་བཅོམ། འབྲོག་འཁོར་ར་ཐ་མལ་ཚང་ཚང་འཁྲུལ། ཆེས་ལྷག་བསམ་དཔག་བསམ་ཤང་གྲོང་བས། ཡོངས་སྡུག་བསྔལ་གྱི་མེར་ཆེ་བསགས་མིན་པས། དེས་གཏན་བདེའི་འཆི་མེད་ཚད་དུ་མཛེས། ཞེས་བྱ་བ་ནི། བར་སྐབས་ཀྱི་ཚིགས་སུ་བཅད་པའོ།